ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་ལྔ་པའི་ཚེས་དགུ་རེས་གཟའ་ཉི་མ་རེད། ལས་རིམ་འདིས་གནམ་འོག་གི་སེམས་རྒྱུད་ཚན་པའི་ལས་ཚན་སྤྱི་འདོན་ཐེངས་ཉིས་བརྒྱ་བརྒྱད་ཅུ་གྱ་དགུ་དང་བརྙན་འཕྲིན་ལས་རམ་བརྒྱ་དང་བཞི་བཅུ་ཞེ་བཞི་པ་དེ་རེད། ཐེངས་འདིའི་ལས་ཚན་གྱི་བརྗོད་གཞི་ནི། མི་དམངས་ཀྱི་བསམ་ཚུལ་དྲ་ཐོག་ནས་ཁུ་བསྡུ་བྱེད་པ་ཞེས་པ་དེ་ཡིན། འདི་ག་གསལ་ལས་ཚན་པས་ལས་རམ་འདི་འདྲ་ཞིག་གོ་སྒྲིག་ཞུ་དགོས་པའི་གནད་དོན་གཙོ་བོ་ནི། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་ལྔ་ཉིན། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཚོགས་དུས་བཅུ་པའི་ཐོག། བཙན་བྱོལ་བོད་མིའི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་རྣམ་པ་གསུམ་དུས་གཅིག་ཏུ་མཛའ་གྲགས་འཕོ་འགྱུར་བཏང་ཡོད་པ་དང། དེའི་གནད་དོན་གཙོ་བོ་ནི། ཁྲིམས་ཞིབ་པ་སྔ་མའི་ནོར་འཁྲུལ་བཏང་པའི་ཁྲིམས་བཟོའི་ལས་དོན། ཁྲིམས་ཀྱི་ངོས་བཞིན་ཞེས་པའི་གནད་དོན་ཞིག་ལ། ལས་ཐོག་ཁྲིམས་ཞིབ་པ་རྣམས་ནས་ཨུ་ཚུགས་མཐའ་སྐྱེལ་དང། སྤྱི་ཚོགས་ལ་འགན་མ་འཁུར་བའི་ཐོག་ནས། མང་གཙོའི་ཀ་བ་གསུམ་གྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཏེ། ཁྲིམས་བཟོའི་ཀ་བ་ལ་ས་ལ་འགྱེལ་རྒྱུའི་ལས་ངན་སྣ་མང་སྔ་ཕྱིར་བརྩམས་པ་ལ་བརྟེན་ནས་གནས་ཚུལ་དེ་བྱུང་ཡོད་པ་རེད། ཁྲིམས་ཞིབ་ཁང་ནས་གྲོས་ཚོགས་བཀག་པ་དང། གྲོས་ཚོགས་ནས་ཁྲིམས་ཞིབ་པ་གསུམ་དུས་གཅིག་ཏུ་འཕོ་འགྱུར་བཏང་པའི་གནས་ཚུལ་དེ་ནི་འཛམ་གླིང་གི་མང་གཙོའི་འཕེལ་རིམ་ལོ་རྒྱུས་ནང་ཆེས་ཐོག་མ་དེ་ཆགས་ཡོད་པ་གནས་ཚུལ་དབྱེ་ཞིབ་པའི་ཁྲོད་ནས་འགྲེལ་བཤད་གནང་གི་འདུག་དེར་བརྟེན་ནས་མུ་མཐུད་བཙན་བྱོལ་ནང་གི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ལས་བཟོ་མི་ཉུང་བ་ཞིག་ནས་སྤྱི་ཚོགས་ཟང་ཟིང་གི་ལས་འགུལ་སྣེ་ཁྲིད་བྱས་པ་དང་དེའི་རྐྱེན་གྱིས་མང་ཚོགས་ནས་སྒེར་གཅོད་ལམ་ལུགས་རྙིང་པར་རོ་ལངས་བརྒྱབ་པར་ངོས་འཛིན་གྱི་བློ་ཕམ་ཆེན་པོ་ཡོང་བཞིན་པར། འདི་ག་གནམ་འོག་གི་གསར་འགྱུར་ཚན་པས་དྲ་ཐོག་ནས་མི་མང་གི་བསམ་ཚུལ་མི་ཉུང་བ་ཞིག་བསྡུ་རུབ་ཞུས་ནས་ཕྱོགས་གཉིས་ཀྱི་དགོངས་ཚུལ་མཚོན་པ་བྱས་ཡོད།

ད་ལྟ་སུད་སི་དོན་གཅོད་ཟུར་བ་དེ་ཡིན། ད་ང་ཚོ་ལས་ཀ་མང་པོ་ཅིག་བྱེད་ཀྱི་ཡོད་པས་ད་ལས་ཀ་མཐའ་མའི་གི་ལས་ཀ་བཞག་ས་དེ་སུད་སི་དོན་གཅོད་རེད་དེ། ད་ད་ལྟ་མང་ཆེ་བ་ཞིག་ཕལ་ཆེར་ཐུག་རྒྱུ་ཡོད་པ་ཞིག་རེད། འོ་ང་དེ་ཡིན། ད་ད་ལྟ་འདིའི་ནང་ད་རིང་བཅར་དགོས་ཡ་དེ། གེ་སར་ཉི་མ་ཁ་ཤས་ཀྱི་གོང་ནས། ཀུན་བརྩེའི་དབང་རྒྱལ་ལ་དང་ཀུན་འཇིགས་མེད་འབྱུང་གནས་ལ་དང་ན་ཤིང་བསོད་ནམས་སྙན་གྲགས་ལ་སོགས་པ་དེ་རྣམ་པ་ཚོ་གནད་ཡོད་མང་པོ་གཅིག་གིས་འདི་དག་ལ་ཐུགས་འཚབ་ཆེན་པོའི་སྒོ་ནས་བསྡུར་བསྐོང་བྱ་གནང་སོང།
ཧ་ལོ་ཨ་ནི་ང་བཀའ་མོལ་ཚིག་ཁ་ཤས་ཅིག་ཞུ་འདོད་བྱུང་སོང། ཨ་ནི་ཨ་ལས་འཚང་ཁ་མ་རྒྱོན་རོགས་གནང་ཞུ་ཡག་ཡིན། ང་སྐད་ཆ་ཞིག་དེ་ལྷོད་ལྷོད་ཀྱི་བར་དུ་ཞུ་ཐུབ་གི་མེད་ག་རེ་ཟེར་ན་ང་བློ་མཐོ་པོ་ཞིག་དག་ཡིན། ཨ་ནི་ང་ག་རེ་ཞུ་ཡ་ཡིན་པ་ཞུས་ན་དང་པོ་དེ་ཀུན་དགའ་བཀྲ་ཤིས་ལགས་ཀྱིས་ཨ་ནི་ད་རེས་ལས་བྱེད་ཟུར་པའི་དྲ་རྒྱ་དེ་བཙུགས་གནང་པ་དེ་དཔེ་མི་སྲིད་པའི་ཡག་པོ་བྱུང་སོང། བྱས་ཙང་ཨ་ནེ་ཀུང་ཀུང་ཀུང་ག་བཀྲ་ཤིས་ལགས་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་འདོད་བྱུང། ཨང་དེ་ནས་དེའི་ནང་ལ་ཡར་ལྟ། ཁྲིམས་ཞིབ་པ་ཆེ་བ་ཟུར་པ་རྣམ་པ་དང་ཨ་ནེ་བཀའ་ཟུར་རྣམ་པ། དྲུང་ཆེ། དྲུང་ཆེ་རིང་ཟུར་པ་རྣམ་པ་ད་ག་ནང་བཞིན་ལས་བྱེད་བགྲེས་གཞོན། སྐྱ་སེར་ཡོངས་ལ་ཡང་ང་ནི་སྔ་དགོང་དུས་གསུམ་གྱི་མཚམས་འདྲི་ཞུ་གི་ཡོད་དོ་རྣམ་པ་ཚོ་སྐུ་ཁམས་བཟང། ཨ་ནི། ག་རེ་ཞུ་འདོད་ཤོག་བྱུང་ལ་དང་པོ་དེ་ཁ་སེང་སྐུ་ངོ། སྐུ་འགའ་བཀྲ་ཤིས་ལགས་ཀྱིས་ཨཱ་ནི། མི་སོ་སོ་ནས་ཡང་ངོ་སྤྲོད་རེ་རེ་བྱས་ན་ཡག་པོ་འདུག་ཟེར་བཀའ་གནང་སོང་དེ་ངོ་སྤྲོད་ཀྱི་ཞུ་དགོས་ཞུ་དགོས་སམ་ད་ལྟ་བར་དུ་ཞུ་ཡག་བྱུང་མ་སོང། ཨཱ་ནི། ངའི་མིང་ལ་སྒྲོལ་མ་གཡུ་སྒྲོན་ཟེར་གྱི་ཡོད་སྒྲོལ་མ་བསྟན་པ་ཨེ་ཟེར་གྱི་ཡོད། ཨཱ་ནི་ང་ལས་བྱེད་ཟུར་བ་ཅིག་ཡིན། འདེམས་བསྐོ་ལྷན་ཁང་གི་བསྐོ་གཞག་རྣམ་པའི་ལས་བྱེད་པ་ཡང་མིན། ལས་ཀྱི་བདག་ཉིད་གང་ནས་བསྐོ་བྱ་རྣམ་པའི་ལས་ཀྱི་བའི་མན་ཨེ་ངག་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོ་དེ་ཡང་ཨ་ནེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མ་འོངས་བོད་ཀྱི་རྩེ་ལྡེམ་བྱེད་ཅེས་ནས་གསལ་བསྒྲགས་ཞིག་གནང་རྗེས་ནས་ཨ་ནེ་དམངས་གཙོ་སུ་རེད་རྣམ་པར་རིག་ཨེ་འཐིའི་སྐབས་ལས་ཡ། ང་ནི་མི་མང་གི་ཡ་ཆོས་ཤིག་ཕུལ་ནས་ཁོང་ཚོ་ཆོས་ཀྱི་ཕྱག་བསྟར་གནང་རྗེས་ནས་ཐུགས་སུ་ཆེ་བྱས་ནས་ལས་ཀྱི་ནང་ལ་ཡ་ལས་དད་པ་ཅི་ཡིན་ཞུས་པ་ཡིན། ད་ང་ཚོ་དེ་སྤྱི་ཟླ་ཕྱི་ཟླ་ལྔ་བ་ཚེས་ཉི་ཤུ།
གྲོས་ཚོགས་མཐའ་མ་དེ་ཚུགས་འགོར་བ། འོན་ཏེ། ད་ཉི་མ་བཅུ་གཉིས་མ་ཞིག་ལྷག་མི་འདུག་ཨ། འདི། ཚེས་ཉི་ཤུ་དེ་གའི་སྨྱོས་ལ། ཐེངས་གཅིག་ཨ་ནི་འཛམ་བུ་གླིང་གང་ཟག་གི། ཡག་གཅིག་སོ་སོ་ས་གནས་རང་ལ། International Mask Campaign། སོ་སོ་སོ་སོ་ས་གནས་ལ་ཨ་ནི། མི་འཛོམས་ཆེད་ཡེ་ནས Social Distance། ཁ་རས་གྱོན་ཆས་ནི Social Distance དེ་དེ་ཕ་ཕ་དེ Social Distance ཕ་སུ་ཕ་སུ་དེ་བྱས་ད་སྦྱར་ན་དེ་ག་ལ་རེད་འགྲམ་འགྲམ་དེ་འདྲས་མ་བདེ་བ་བྱས་ནི་ཡིན་ནས་དེ་འདྲས་བྱས་མ་མེད་མ་མ་དངོས་སུ་མ་དོན་ནི་ཡིན་འདྲས་ཁྲིམས་དཔོན་གསུམ་རང་འཇགས་བསྐོས་དགོས་དོས་ལ་ནི་ཨ་ནི་ཁོ་རང་ཚོ་གི་ཁྲིམས་དཔོན་གསུམ་དེ་གི་པར་བྱས་ཨ་ནི Banner བྱས་འོ་དེ་འདྲས་བྱས་བྱས་ན་ཨ་ནི།

ཕན་ས་རེད་བསམ་གི་འདུག་ང་རང་གིས།
ལྷག་པར་མཚམས་སྦྱོར་ལགས་ཀྱིས་དངོས་གནས་སུ་དགོངས་འཇགས་ཡག་པོ་ཞུ་གནང་སོང། འདི་ལས་ཡག་ང་རང་ངོས་ནས་མི་སྡོད་རྒྱ་རྩེ་རྒྱ་དམ་པ་ཡོད་ཨ་ནི། སོ་སོ་ས་གནས་ག་བ་ཤོད་ནས་འགྲོ་བ། འདི་ན་ལས་གུས་སྒོ་ཕྱེ་ན་ཡག་པོ་འདུག། འདི་དཔེ་མི་སྲིད་དགོངས་འཇགས་ཡག་པོ་འདུག་ད་ཅིག་གི་འདི་གང་ལ་ཡག། ཡང་རྣམ་པ་ཚོའི་མཁས་དབང་རྣམ་པ་གིས་འདི་ལས་ཡར་བགྲོ་གླེང་ཕྱིར་གནང་ན་ཡག་པོ་འདུག་སེའོ། ཨ་ནེ་སོ་སོ་ས་གནས་ཁ་བ་འཛམ་གླིང་ཁ་བ་ཁོར་ཡུག་ཁ་བ་གནས་ཡིན་ནས་ཡུ་རོབ་རེད་ཨ་རི་ཁེ་ན་ཏྲ་ཁ་བ་གནས་ཡིན་ནས་རུ་བ་རྒྱ་གར་བལ་ཡུལ་འབྲུག་སོ་སོ་སོ་སོ་གི་ས་གནས་གང་ལ་ཡར་ལས་གུས་སྒོ་ཕྱེས་བཤད་ན་ཡག་པོ་འདུག་ཨ་ནེ་གཅིག་སླར་གསོ་ཡོང་བའི་ཆེད་དུ་ང་རང་ཚོ་གི་ཁྲིམས་ཤིག་ཁྲིམས་དཔོན་གསུམ་འདི་སླར་གསོ་ཡོང་བའི་ཆེད་དུ་འོ་འདི། དཔེ་མི་སྲིད་དགོངས་ཚུལ་ཡག་པོ་འདུག།
གོང་དུ་ངོ་སྤྲོད་ཞུས་པ་ལྟར་ལས་ཟུར་ཚོའི་ཕྱོགས་ནས་འདོད་པ་མ་ཁེངས་པའི་རྣམ་འགྱུར་ཤུགས་ཆེར་སྟོན་པ་མ་ཟད། དཔའ་མཐའི་སྲིད་སྐྱོང་མཆོག་གི་མཛའ་གྲགས་ཉེན་སྐྱོབ་ལམ་སྟོན་ལ་རྩིས་མེད་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ཚོགས་བསྒྲགས་བཏང་ཟིན་པ། ཚོགས་ལ་ཉེ་བའི་ཕྱི་ཟླ་ལྔ་བའི་གྲོས་ཚོགས་ཀྱང་བཀག་འགོག་བྱ་རྒྱུའི་ལས་རིམ་སྒྲིག་བཞིན་པ་རེད། འོན་ཀྱང་ཕྱོགས་གཞན་པའི་དགོངས་ཚུལ་གཤམ་ལ་གསལ་རོགས་གནང། གྲོས་ཚོགས་ཚོགས་དུས་ཁྲི་བཞི་པ་གསུམ་གྱིས། ཨ་ནི་ཐུན་མོང་གི་ཐོག་ནས་ཐག་གཅོད་བྱེད་པའི། ཨ་ནི་ཁྲིམས་ཀྱི་ཨ་ནི་དབང་ཚད་མེད་པར་ཁྲིམས་ཀྱི་ངོས་བཞེས་བེད་སྤྱོད་ལོག་པར་བཏང་བའི་གནས་ཚུལ་དེ་ཨ་ནི་སྙན་ཐོ་དང་བཅས་པའི་སྙན་སེང་གྲོས་ཚོགས་ནང་ཞུས། དེའི་ཞུས་པ་ལ་བརྟེན་ནས་གྲོས་ཚོགས་འཐུས་མི། གསུམ་ཆ་གཉིས་ཀྱི་རྒྱབ་སྐྱོར་རག་པའི་ཐོག་ནས་ཁྲིམས་ཞིབ་པ་གསུམ། ཨ་ནི་སྡེབ་གཅིག་ལ་འཕོ་འགྱུར་བཏང་ཡས་ཀྱི་ཨ་ནི་གྲོས་ཆོད་བྱུང་བ་རེད། ད་ནི་དམངས་གཙོ་ལམ་ཡང་དག་པ་ཅི་རེད། སུམ་བརྒྱ་གསུམ་གྱི་རྒྱབ་སྐྱོར་རག་ཡ་སའི་ཞེ་དྲག་ཁག་པོ་རེད། ཡིན་ན་སུམ་བརྒྱ་གསུམ་གྱི་རྒྱབ་སྐྱོར་རག་པའི་ཐོག་ནས་ཨ་ནི་གྲོས་ཆོད་བཞག་པ་རེད་གྲོས་ཆོད་བཞག་ཚར་ན་མི་མང་གི་འཐུས་མིས་བཞག་པའི་གྲོས་ཆོད་རེད་འདི་ལ། འགྲིག་མི་འདུག་དང་འགྲིག་འདུག་གི་སྐད་ཆ་བཤད་ས་རྩ་བ་ཉིད་ལྷག་ཡོད་མ་རེད་འདི་དམངས་གཙོ་ལམ་དང་མཐུན་པ་རེད།
འོ་དེ་ནི་ཟངས་རྡོ་རི་མོ་ཅན་གྱི་སྐྱིད་ཐང། ཀ་རི་བཙན་བྱོལ་གཞུང་ནང་ལོ

ད་སུ་ཡོང་ཟེར་ནས་རེ་བཀའ་བློན་ཁྲི་བ་ལོང་བར་རོ། དེ་ནས་གཞོན་ནུ་ཚོ་བར་གྱི་འཁོར་ལོ་ཞིང་ཐང་རྣམས་ཀྱི་བུ་རྒྱུད་ཚང་མ་ལ་དེ་ནས་ཁོ་གི་ལན་འདི་ག་རེ་བརྗོད་སོང། ཧོ། ཁོ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དང་ལས་ཁ་གྱིས་ཡིན་ས་ནས་ཁོ་རང་ལ་འཚོ་བ་འཁོར་རོགས་མེད། ཁོ་རང་རྩ་བའི་ལ་མ་དགེ། ཡི་དཀར་དྲུག་ཡིན་ཟེར་ནས་སྐད་ཆ་དེ་འདྲ་བ་འདི་ཅི་བཤད་སོང། དེ་ནས་ཁ་རྩང་གཉིས་ཆགས། ང་རང་སོགས་ཀྱི་ཕ་གི། མདོ་རང་ས། གྲོས་ཚོགས་ཚོགས་ནི། གྲོས་ཚོགས་ཚོགས་ནི་གྲོས་ཚོགས་ནང་ལོ་ལོ། སྤྱི་མོས་མ་མོས་ཀྱི་ཐག་གཅོད་བྱས་ནི། དྲིན་ཕན་མི་སྲུང་བདུན་པ་པས་ཐག་གཅོད་གཙང་མ་བྱས་ཚར་ནི་དེ་ནི་ཡང་ཁོ། དེ་པར་རོ་ལུ་བསྒྱུར་ནི་ནི་ཡང་སང་གོས་ནི་བྱས་ནི་ཁོ་གི། བིརི་བ་ར་ཅི་བཤད་ནི། ཨོང་ཡ་གྲོས་ཚོགས་ཀྱི་ཚོགས་གཙོ་ཡ་བྱས་ནི་ཁོ་རང་ཕ།

འོ་དེ་འདྲ་རེད་འདོད་ནི་སྐྱིད་ཐང་རིན་པོ་ཆེ་མི་ལོག་གཞུང་ཡོད་རྒྱུ་རེད་དེ་ནི་ད་ངོ་ནས་ལོ་ནི་ཆེན་པོ་རེད་ཉམས་མྱོང་ཡོད་རྒྱུ་རོ་ད་ལོ་ནི་རྒྱུ་ཆེ་གང་ཡིན་ལས་ཚ་འདུག་ཡིན་ནི་ད་རིན་པོ་ཆེན་ལོ་གཙོ་བོ་དེ་ག་ཟེར་ནི་ཕྲག་དོག་ཞིག་བྱུང་འདུག་གང་ཟེར་ནི་ང་རང་ཚོ་མི་མང་གི་ལ་ངོ་ནས་མཐོང་བདེ་ཡ་དེ་ད་སྲིད་གཞུང་བློ་བཟང་སེང་གེ་གི་ད་ཅི་ང་དང་ང་ཁྱོད་ཤེས་དུས་ཁོ་རང་རྒྱུག་ནི་བྱས་ནི་དེ་སོས་ལ་སྤྲོད་ད་སྤྲོད་ཁྱོད་ཟེར་ནི་ཅི་བཤད་ནི་འགྲོ་འདུག་གི་འདུག། དེ་འདྲ་སོང་ཙང་ལ་སྤྱི་བཏང་གི། མི་ཡོན་ཏན་ཅན། མི་བློ་སྦྱོང་ཅན་ཉམས་མྱོང་ཅན། དེ་ཚོ་ལ་ད་སྤྱི་བཏང་ཕྲག་དོག་ལ་དེ་གར་སོང་ང་རང་ཚོ་གི། མི་རིགས་འདི་ནང་ལ་ང་ནི་ཁོ་རང་རུ་པ་དེ་ཁྲག་ནང་ལ་ང་ཐིངས་འདི་ཡོད་ས་རོགས་དེ།

ཆོག་ཡ། ལག་པ་འཆང་བ་ཡིན་ནའང་ཤི་བ་ཕུད་མཁན་མི་དགོས། ཤི་དུས་ཤི་མཁན་མི་དགོས་པ་དེ་འདྲ་ཁྲིམས་ལུགས་ཇི་བཟོས་འགྲོ། ཁྲིམས་ལུགས་ཇི་བཟོ་དགོས་ཡ་དེ་དྲང་མོ་ཤི་བ་ཡིན་ན་ད་དེ། སྤེན་པ་ཚེ་རིང་ཐ་ཆུ་བཞི་བོ་ལ། ཉོ་གྲྭ་ཡོང་བ་ཡིན་ན་ཁོ་ཚོས་ད་བཀའ་ཤག་གི་མང་ཡང་བསྐྱར་མགོ་ནས་བ་འདྲ་བོ། ཁྲིམས་ཁང་ཁོ་རང་སྲུང་སྐྱོབ་བྱ་ཆེད་དེ་ཁོ་རང་ཚོས་ད་དེ་བཟོས་འགྲོ། ངེས་མ་འདྲ་བོ་ཡིན་པ་ཡིན་ན་ཁྲིམས་ཁང་བ་དེ་བཟོ་ཡ་དེ་ཧ་གོ་མི་འདུག། ཁོ་དེའི་ཡ་ཁྲིམས་ལུགས་གསར་བ་དེ་བཟོས་དུས།

དོན་ཚོད་ལ་ཁོ་ཚོ་གིས་ད། དམ་བཅའ་དམ་བཅའ་ཡང་ཅིག་འཕྲོ་བར་རོ། ད་མི་གཅིག་གིས་དམ་བཅའ་དམ་བཅའ་དེ་འཕྲོ་ཡ་དེ། དམངས་གཙོ་གི་འགྲོ་སྟངས་བྱས་པ་ཡིན་ན་དངོས་གནས་དྲང་གནས་ཀྱི། པས་མ་སྲིད་པ་ཡི་ད་ག་ལ་ཚབ་ཆེན་པོ་དང་ཨ་ནི་མིག་གི་རང་དབང་དང་དེ་འདྲ་འཕྲོག་པ་ཆགས་འོག་རོ། དེ་འདྲ་ཡིན་ཙང་ཨ་ནི། དང་པོ་འགལ་ཟླ་བྱུང་སྟངས་དེ་དེ་རོ། ད་མི་དེ་ཚོ་གིས་དང་པོ་འགལ་ཟླ་བྱུང་སྟངས་འདྲ་བོ་དང་དེ་ཚོ་ཕྱི་ནས་ལག་གི་མི་དང་ཁོ་ཚོ་པས་ཚ་རྒྱུད་དུ་ཕྱི་ནས་འགྲིག་གི་མི་འདུག་སྦོ་ལུག་ཚ་རེད་ཨེ་འདྲ་ལབ་ཀྱི་འདུག་བ། དང་པོ་ཨ་འདྲ་བྱུང་རྗེས་ག་རེ་བྱུང་བྱ་ལྟ་དགོས་དེ་དཔེ་གལ་ཆེན་པོ་རེད་བསམ་འདུག་རོ། ཁོང་ཚོ་ད་བསྡོམས་བརྒྱ་དང་ཨ་ཁར་ས་སྤྱི་འཐུས་གྲོས་ཚོགས་ནས་མང་མོས་ཀྱི་རྒྱབ་སྐྱོར་ཐབས་ནས་ཨ་ནི་ད་ཁོང་ཚོ་མ་ཕིས་དགོས་ཨ་དེ་ཆགས་རེད་མ་འགྲོ་བ་མ་ཕེ་ཚར་རོ་ཨ། ད་དེ་ག་བཞིན་བྱེད་འོ་ལ་ད་སྨྱོ་འདོད་མེད་ས་སྨྱོ་འདོད་ཨ་རླངས་འཁོར་ར། གལ་སྲིད་ཁོ་རང་ཚོ་མ་ཕེ་གཉིས་ཕེ་ཚར་མ་ཕེ་གཉིས་དེ་ཕྲུག་བཞི་པོ་ཁོ་རང་ཚོ་གསུམ་དེ་ནད་ཆོག་པ་ལ་ཨ་ནི་དེ་གས་ད་ལྟ་བཟོད་པ་དེ་ཚོ་ནད་མ་ཆོག་ཨེ་ག་རེད་ཧང་བ་མ་ཟེར་ར། བཟོད་པ་དེ་ཚོ་ཡང་ཁོ་རང་ཚོས་བྱས་པའི་གནས་སྐབས་རེད་ཨ་ཁྱེད་ཀོ་ཅི་ལྟ་འམ། འཇོན་ཨ་དེ་དེ་རེད་ལ་ད་སྟོན་ཡ་གསལ་བོ་ཅི་མེད་མེད། མི་འདུག་ཨ་ཅེ་རང་ཡིད་ཆེས་ཡོད་ཀྱི་རེད་བཀའ་དྲིན་ཆེན་པོ་ཡིན་གྱི་རེད་ལས་ཀྱི་མི་ཐང་ངོ་ནས་བཟི་བ་ཞིག་ལས་ཏེ་སི་ཁ་ལ་འོར་ཐེ་ཚོམ་འགྲོ་བའི་བཟའ་ཡ་ལས་སོ། གོང་ས་ཡེ་ཤེས་ནོར་བུའི་མཆོག་ཡིན་ན་ཡང་ཨ་ནེ་ད་མི་མང་གི་གདམས་པའི་སྲིད་སྐྱོང་ལ་མ་ཕུལ་ཚར། ད་འདི་བཟོས་པ་དེ་ཚོ་ཁོ་རང་ཚོ་དང་གཉིས་མ་ད་ལས་ཀ་འཇོན་གྱི་མི་འདུག་ལས་ན་ཁོ་རང་ཚོ་ཕར་འགྲོ་ཚར། ད་འདུག་ཨ་ནེ་ཚོ་ཅིག་མིག་གི་བྱེད་སྡུག་གིས་ནི་ཁྲག་མདོག་གིས་མ་བཟོས་ནས་ཡང་བྱ། དེ་བྱ་ལོ་བརྒྱད་དུ་བྱས་ཏེ་སྔར་ལས་ཡག་པོ་ཕྱིན་ནས་ཐོག་མར་གྱི་དུར་བ། བཅའ་ཁྲིམས་ཀྱི་ནང་ལ་ནི་ཁྲིམས་ཀྱི་ངོ་ཤེས་ཟིན་མཁན་གཅིག་སུ་མོ་ཀྲོ་དབང་རྩེ་པའོར་གཅིག་ནི་དེ་ལས་ཡ་ཁྲིམས་ཞིབ་པ་ཚོ་ལ་གནང་མེད་པ་གཅིག་བེད་སྤྱོད་བཏང་བ་དེ་དབང་རྩ་བེད་སྤྱོད་ལོག་པོ་བཏང་བ་རེད། ནི་འདི་བཅའ་ཁྲིམས་དེ་འགལ་བ་རེད་སྐད་གནང་དགོས། འདི་དངོས་ཡོད་རེད་འདི་གནས་ཚུལ་དེ་བདེན་པ་རེད། ད་ལྟའི་སྐབས་ལ་ཡང། བོད་མི། བཙན་བྱོལ་དུ་ཡོད་པའི་འོས་ཤོག་བླུག་མཁན་བོད་མི་སྟོང་ཕྲག་བརྒྱད་ཅུ་ལྷག་ཙམ་ཅིག་ཡོད་རེད། དེའི་འོས་ཤོག་བླུག་པའི་སྐུ་ཚབ་དེ། སྤྱི་འཐུས་ལྷན་ཚོགས་རེད། སྤྱི་འཐུས་བཞི་བཅུ་ཞེ་ལྔ་དེ། སྤྱི་འཐུས་བཞི་བཅུ་ཞེ་ལྔ་དེ་ལྷན་ཚོགས་དེ། གྲོས་ཚོགས་མ་འཛོམས་པའི་སྐབས་ལ་དེའི་སྐུ་ཚབ་དེ་སྤྱི་འཐུས་རྒྱུན་ལས་མི་བཅུ་གཅིག་དེ་རེད། ད་རྒྱུན་ལས་མི་བཅུ་གཅིག་འདི། ཨ་ནི། མི་དམངས་སྟོང་ཕྲག་བརྒྱད་ཅུ་དགུ་བཅུའི་འོས་ཤོག་བླུག་མཁན་འདི་གས་ཚང་མས་སྐུ་ཚབ་མཚོན་གྱི་ཡོད་པ་སོང་ཙང། ཁོ་ཚོའི་འདེམས་བྱེད་ཀྱི་དབང་ཆ་འཕྲོག་པ་ཡིན་ན། མི་དམངས་ཡོངས་རྫོགས་ཀྱི་འདེམས་བྱེད་ཀྱི་དབང་ཆ་འཕྲོག་པ་དང་གཅིག་པ་རེད། ད་འདི་འདྲའི་གཅིག་ལ་ཡང་ཨིན་ཇིའི་ནང་ལ་ཡིན་ན། དེ་ནི།

མི་མང་གི་སྐུ་ཚབ་ཁྲིམས་བཟོ་ལྷན་ཚོགས་ཀྱི་སྐུ་ཚབ་རྒྱུན་ལས་མི་བཅུ་གཅིག་གི་ཨ་ནེ་འོས་འདེམས་ཐོབ་ཐང་འཕྲོག་པ་དེ། ཨ་ནེ་བཅའ་ཁྲིམས་ཀྱི་དགོངས་དོན་དང་འགལ་བ། ཨ་ནེ་དམངས་གཙོའི་གུ་འབྲུ་ལུག་ངོ་མ་དེ་འབུ་ལུག་པ་དམངས་གཙོ་འབུ་ལུག་ཡ་དེ་དངོས་སུ་དེ་དེ་དུས་བྱུང་བ་རེད་ན་ནིང་ཕྱི་ཟླ་བརྒྱད་དགུ་པའི་ནང་ལས Constitutional Breakdown ལབ་དགོས་ན་འདྲ Democratic Crisis

རང་ཚོ་ཅིག་རྟག་གི་མདའ་འཛམ་བུ་གླིང་ག་བའི་ནས་ཏེ་ཟེར་འགྲིག་མ་འགྲིག་ཡོང་གིར་བ་མེད་ཡོང་ནས་ཏེ། ད་ད་འདི་གཞུང་དེ་ཡི་གེ་དེ་ཡོད་རེད་གཞུང་གི་མི་ཁོ་རང་ཚོའི་རིམ་འགྲིག་གི་བཟོ་གིར་བ་མེད། བྱས་ན་ང་རང་ཚོ་ཐུགས་སུ་ལྟད་མོ་ལྟ་དེ་ཡ་ཅི་རེད་མི་འདུག་བ་ད་འདི་གནས་སྟངས་ཉག་ཕྲ་བོ་དེ་འདྲས་བོད་ལ་མི་སོ་ད་ག་ཚད་ཅིག་འགྲོ་རེད་ཙོང་ཁང་དེ་གའི་ཚུལ་དུ་རེ་སྙིང་བྱེད་ཀྱིར་བ་ཅིག་མི་ཅིག་ཡིན་པའི་ཆ་ནས་ག་འགའ་མི་བསམ་ཚུལ་ཅིག་ཡོང་གིར་བ་བསམ་ཚུལ་ཚིག་གཅིག་ལས་མ་བྱུང་ནས་སྟོང་ན་ན། ཕན་མ་ཐོགས་ནས་གནོད་ནི་སྐྱེ་གི་མར་བ། ཡིན་ནོ་ད་དུས་འཇིག་ང་སོ་ཧ་གོ་ཨ་ཅི་རྒྱག་རོམ་བྱེད་དེ་ནས་ཨོང་ཆ་མ། མི་མོང་གི་སྡོམ་པས་གི་ད་སི་ཀྲོན་ལ་མ་ཨོང་ཆ་སྤྲད་ད་མོ་ཚོ་ཀ་བ་སོགས་ལ་མ་ཨོང་ཆ་ཚོ་མོ་མ་སྤྲད་བྱ་བ་ར། དེ་ཡི་དུས་ག་ལ་ད་རྒྱག་རོམ་བྱེད་གི་ཨེ་ནི་ས་ཡིག་རྒྱག་དགོས་ཡ་ས་ད་གོས་དགོས་ཡ་དེ་ཨེ་ནི། རང་བཞེད་མེད་པ་ཆགས་ར། ད་གྲོང་པོ་ཞིག་ནི་མེད་པ་ཆགས་པ་ཡིན་ནོ་ལ་ཨ་ནི།

སྐབས་གཅིག་ལ་ནི་ཁྲིམས་དེ་སུས་ཀྱིས་ཤེས་ནས་འགྲིག་གི་ཡོད་རེད་ལབ་འོང་རེད། སྐབས་གཅིག་ལ་ནི་གྲོས་ཚོགས་ཁྲིམས་ཁང་མ་ཏོ་སུ་གང་ཞིག་ལ་མཐའ་མའི་ཐག་གཅོད་དབང་ཆ་ཡོད་མ་རེད་ལེགས་ཡོད་རེད། དེ་འདྲའི་གི་འགྲེལ་བཤད་ཅིག་ག་འདྲ་སྟེ་ང་ཚོ་ལག་པ་འཆང་དགོས་རེད་སེམས་ས་འགྲོ་མི་འདུག་བ་ངོ་ནས་ཟ་དེ་འབི་དེ་རེད་འདུག་བ། རེད་བ། བྱས་ཙང་གི་ད་ངས་ད་ལྟ་གང་མང་མང་པོ་བཤད་རོགས་ད་དེ་མཐའ་མའི་ཐག་གཅོད་དེ་ག་ལ་ཡོད་རེད་ན། ད་ད་འདི་ལས་རིམ་དེ་ཆ་ཚང་ཅིག་བྱས་ཚུལ་ཁྲིམས་ཞིབ་ཁང་དང་གྲོས་ཚོགས་ད་དེ་སྐད་ཆ་མང་པོ་བྱུང་བསྡད་དེ། མཐའ་མའི་ཐག་གཅོད་དེ་གར་དགོས་ན་ད་སྲིད་སྐྱོང་བློ་བཟང་སེང་གེའི་སྐབས་སུ་ཡག་པོ་བྱས་ཡོད་རེད། ཁང་པ་རྒྱག་ཡོད་རེད་འཛུགས་སྐྲུན་བྱས་ཡོད་རེད་དཔལ་འབྱོར་བཟོས་ཡོད་རེད་ཤེས་ཡོན་སྐྱེས་ད་རེད་བོད་དོན་གྱི་ཁྱབ་བསྒྲགས་རེད་ད་ཚང་མ་བྱས་ཡོད་ད་དེ་བྱས་ཡོད་མེད་ལས་ཡོད་མ་རེད་ད་སྲིད་སྲིད་ཐིང་ཐིང་རེད་རེད་བ། ད་ག་རེ་བྱེད་ཡག་གི་བོད་དོན་བྱེད་དགོས་བ་རེད། རྡོག་རྩ་གཅིག་སྒྲིལ་དེ་གཏོར་སོང་དམངས་གཙོ་ཀ་བ་གསུམ་གཏོར་སོང་ནས་ད་བདེ་སྐྱིད་གྲར་མ་ཅིག། ཨ་རྫི་སྣང་ས་ནང་ལོགས་ལ་ཨ་ནེ་སྨྱོན་མས་མོ་རང་སྐྲ་སྤིད་ནས་ངའི་སྐྲ་སྤིད་སོང་བ་ལས་ནས་སྡུག་སྐད་རྒྱབ་པ་ནང་བཞིན་ད་དེ་འདྲས་ཀྱི་ལས་གཞི་ཅིག་སྤེལ་གི་ཡོད་མཁྱེན་རྩ་ངེས་མི་མང་རྣམས་པ་གིས་འདི་ལ་མགོ་མ་འཁོར་བ་བྱས་ཡ་རོ།
དེ་འདྲའི་བྱུང་ཡང་དེ་ག་པར་ནས་བྱུང་ཟེར་བ་ཡིན་པས་ན་དེ་ནི་ཁྲིམས་བཤད་པ་སོགས་འཕོ་འགྱུར་གཏོང་བའི་རྒྱུ་མཚན་བརྟེན་བྱུང་དེ་བས་རེད། དེ་ཡང་ཀྱེ་ང་ཚོ་བཙན་བྱོལ་དུ་ཡོད་པའི་བོད་རིགས་སྤུན་ཟླ། རང་ལོ་བཅོ་བརྒྱད་ཡན་འདས་པའི་སྐྱ་སེར་ཕོ་མོ་ཡོངས་སུ་ཚོགས་པའི་མ་མོ་འོས་བསྡུའི་ཐོག་ནས་སླེབས་པའི་ཁྲིམས་བཟོ་ལྷན་ཚོགས་ནི། ཞིབ་འཇུག་དང་བརྟག་དཔྱད་ལེགས་པར་བྱས་ཏེ། ཁྲིམས་འགལ་བ་སོགས་འཕོ་འགྱུར་གཏོང་གནང་གི་རེད། དེ་ལྟར་ནས་འཕོ་འགྱུར་གཏོང་པ་དེ་ཡང་གཅིག་ཡིན། བོད་རྒྱ་ཆེའི་མི་མང་དང་མི་མང་དེ་གའི་རྩ་དོན་ལ་ཐུགས་འགན་ཡོད་པའི་ཐོག་ནས་འཕོ་འགྱུར་གཏོང་གནང་གི་ཡོད་རེད་ཁོང་རྣམ་པ་ཀྱིས། གཏོང་ཡག་དེ་ཡང་གཅིག་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་དང་མཐུན་བསྡད་པ་དང། མང་ཚོགས་འགྲོ་ལུགས་ཀྱི་གནས་ལམ་ཟུར་དུ་མཐུད་དེ་ཆགས་ཀྱི་ཡོད་རེད་དེ་ལ་ཡང་ནོར་འདུག་ཟེར་བ་ཡིན་ན་གཏན་ནས་འགྲིག་ཡོད་མ་རེད། འོན་ཀྱང་ད་ཅིག་ཟུར་པ་ཡིན་ཟེར་མཁན་གཞན་གཞུང་ཞབས་ཟུར་པ་ཡིན་ཟེར་མཁན་ཁ་ཤས་ཀྱིས་དེ་ནས་མར་དུས་མ་ཡིན་པ་ལ་མར་དོང་བྱེད་ཀྱི། དངོས་སུ་མར་དོང་བྱེད་ཀྱི་ཨན་སྤྱི་ཚོགས་དྲུང་ཡིག་ཡང་དང་ཨན་རྒྱབ་ཏུ་སྐྱེས་ཁར་སིལ་བུ་རེ་རྒྱུ་ཆ་བརྒྱབ་ཡང་དང་ཨན་ཏན་ཁྲི་ཀའི་ཚོགས་པ།

དེ་འདྲའི་སྲིད་མ་དཀྲུགས་ཡོང་དུས་བསམ་པ་ད་ལྟ་བོད་མིའི་སྒྲིག་འཛུགས་ཡིན་ན་ཆེན་དུ་ཨ་རིའི་རྒྱལ་ཁབ་ནས་ངོས་ལེན་ཡོད་བསྡད་པའི་གི་བོད་མིའི་སྒྲིག་འཛུགས་དེ་འཐོར་རོགས་པ་དང། ཨན་གཅིག་བོད་མི་མང་གི་ཚིག་བསྐྱར་རི་དང་ཨ་ནི་ནང་གི་ནོར་བུ་ལྟ་བུ་གོང་ས་མཆོག་ཐུགས་ཕམ་པ་ལ་སོགས་པ་གང་བྱུང་བས་ཡིན་པས་ཡིན་ན་གང་ལྟར།

ད་རྣམ་པ་ད་ནག་གྲ་རྒྱས་ནག་ལ་འདུག་སྟེ་ཐམས་ཅད་དོ་སྣང་བྱས་ཡོང་དུས་ཙམ་ལ་འགའ་ཤས་གསུང་གི་འདུག་ཨེ་འདི་ལག་པ་བརྐྱངས་ན་འགྲིག་གི་ཡོད་རེད་ཨེ་ནི་འདི་ཡི་ས་ངོས་འོད་བླུག་དགོས་རྒྱུ་མཚན་ག་རེ་ཡིན་ནས་ད་འདི་ཁོ་རང་ཚོའི་བེད་དེ་ཕ་གི་གཅིག་དཔུང་འདྲ་འགྲིག་མེད་ན་ཟེར་ཅིག་བཀའ་མོལ་གསུང་གི་འདུག་འདི་ཡིན་དུས་འདི་འདྲའི་རྩ་བ་ནས་མ་རེད་དཔེར་ན་བོད་མི་མང་སྤྱི་འཐུས་ནང་ལ་ཨེ་ནི།

ལོ་འཁོར་གཅིག་གི་སྔོན་རྩིས་བཀའ་འཁྲོལ་བཏང་བའི་ཐད་ལ་ཐག་གཅོད་གནང། འདི་འདྲའི་སྐབས་ལ་ཡར་ཁོ་གང་ཟག་གི་མེད་མེད་ནི་སྤྱི་ཡོངས་ཀྱི་ཡིན་དུས་ཙམ་ནས་འདི་ལ་ཡར་ལག་པ་རྐྱང་བྱས་ནས་ཨེ་ནས་བལ་བོའི་ཕ་སྐད་ཕྲེང་ཀ་མང་ཉུང་གིས་མ་དངོས་སྤྱི་མོས་བཏང་ཡ་འདི་ལམ་ལུགས་དང་ལུགས་སྲོལ་མཐུན་པ་འདི་རེད། གང་ཟག་གི་ཐོག་ནས་ས་ངོས་བོད་ཤོག་འདི་མ་བླུགས་ནི་ལག་པ་རྐྱང་པ་ཡིན་ན་འདི་གང་ཟག་གི་གང་ཟག་ལ་ཡང་མ་འོངས་པ་ལ་ཡང་བློ་ཕམ་ཡོང་ཡ་དང་སེམས་ནང་ལ་བཞག་ཡ་དང། འདི་ཡིས་ང་ཚོ་ཅི་ཡང་འདི་སྐད་འབད་ཀྱི་ཨེ་རེད་ཅིག་ག་ཟེར་བ་རེད་སྤྱི་སྒེར་ཚང་མ་ལ་ཡང་ཕོག་ཐུག་ཡོང་ཡང་འདི་འདྲའི་སྐད་འབད་ཀྱི་གནས་སྟངས་འདི་རེད་དཔེར་ན་ངས་མ་བཟང་རྡོ་རམས་ཆེ་སྐབས་ལ་ཡང་ད་ལྟ་བཀའ་བློན་འདི་འདྲའི་རིམ་པའི་བཀའ་བློན་བསྐོ་གཞག་གནང་ནས་ཨ་བཀའ་བློན་གཅིག་བསྐོས་མ་འདུག་བྱུང་བ་རེད་འདིའི་སྐབས་ལ་ཡིན་པ་ཡིན་ནས་གསང་བའི་འོས་ཤོག་བླུགས་ཡོད།

དེ་ནས་སྐུ་ངོས་རབ་རྡོ་རྗེ་ལ་པར་རྒྱག་བྱས་པ་ཁྱེད་ཡི་དྭགས་བཤགས་གཏད་ཅིང་སྙོམས་པ་ཡིན་སྙོམས་པའི་བརྒྱུད་རམ་འཕྲོ་ལ་བལྟ་ཡོད་འདོད་བརྩམས་པ་ལ་བློ་ཕམ་པའི་གནས་ཚུལ། ཧ་ཅིང་གི་སྐད་ཆ་ཐབས་སྐྱོ་བོ། དེ་ནས་ང་ཚོ་བོད་པའི་གཏམ་དཔེ་ལ་ཚེས་གཅིག་ལ་སྨན་ཟ་ཤི་རེ་འཁ་དུག་འཐུང་ཟེར་ཡག་ཅིག་ཡོད་དེ་རེད་དེ་ཤགས། དེ་ཞུས་ཡ་ཡིན་རྒྱུ་མཚན་གང་རེད་བརྗོད་དུ་བརྩམས་པ་ལ་སྐུ་ངོས་དངོས་གྲུབ་རྡོ་རྗེ་ལགས། ཨ་དེ་ནི Brussels སྐུ་ཚབ་དོན་གཅོད་གནང་བ་རེད་དེ་སྐབས་དེ་ལ་ཁོ་རང་ལ་གཅེས་མའི་སྤུ་གོས་བུ་མོ་གཉིས་དེ་གཅེས། ཨ་ནི་ལས་བྱེད་དང་ང་རང་གི་འབྲེལ་ཡོད་དང་དེ་ཚོ་རོགས་པ་བྱེད་ལས་ཀ་ཚེ་ཡ་དང་དེ་བྱེད། མི་ཉམ་ཆུང་འདྲ་བོ་ཆེ་ཡ་རབས་འདྲ་བོ་ཆེ་མཐོང་སྟེ་སོང། དེའི་རྗེས་ལ་སུས་སྐུ་འཚོབ་དོན་གཅོད་གནང་བ་རེད་ཨེ། དེ་ནས་ཚ་མེད་ཀྱིས། སྐུ་དངོས་གྲབས་རྡོ་རྗེ་ལ་ཡག་པོ་ཡོད་རེད་ཤོད་འདུག་གོ་ཡ་འདྲ་བོ་ཆེ་རེད། ཡིན་པ་ཡིན་ན་ཡང་བུ་སྡུག་གི་རི་མོ་དུ་སྣང་ཟེར་གི་རེད་སྟག་གཟིག་གི་རི་མོ་དུ་ཆུ་ཟེར་གི་རེད་དེ་ཡོན་ཏན་ཙམ་པ་ལ་དེ་ནས། ད་ལྟ་རི་སྐད་མོས་དེ་ཉན་པའི་བརྒྱུད་རམ་ཁྲོད་ལྷ་རྗེ་འགའི་བློ་ཕམ་པའི་གནས་ཚུལ། བཙན་འགྱུར་བོད་མིའི་སྐྱ་ཁྲམ་རིན་པོ་ཆེ་དེ་བཙན་མིའི་རྡོ་རུ་བཏང་བ་མ་ཟད། བཙན་འགྱུར་བོད་མིའི་དམངས་གཙོ་གི་སྒྲོམ་གཞི་ཡང་དག་པ་དེ་ཡང། དེ་ནི་སྣ་མེད་དུ་བཏང་ནས་སྟོབས་ལ་བཏང་དགོས་ཀྱི་རེད་ཟེར་ཡག་གི་དེ་ནི་དང་ལྷན་ཡིན་པ་གི་གཏེར་སྤུངས་ར་བོ་ཞིག་ཆགས་འདི་ཆགས། ག་རེ་གསུང་གི་འདུག་བྱས་ཏེ་བརྩམས་པ་ལ། དེ་ནི་ངན་པ་ལག་སྦྲེལ་ཟེར་གྱི་འདུག་ངན་པ་ལག་སྦྲེལ་དེ་ངན་པ་གི་ངན་དེ་སུ་རེད། ད་དེས་ངན་པའི་ངན་དེ་ངན་པ་ལག་སྦྲེལ་ཟེར་ཡག་གི། བཅོམ་མཐུན་ཚོགས་གཙོ་སྤེན་མ་མགྱོགས་ནས་ལག་ལ་ཞུ་གི་ཡོག་རེད་དང་ཨ་འདི་ག་ནོར་བྱིན་གྱི། བ་དན་སྲིད་སྐྱོང་བློ་བཟང་སེང་གི་ལག་ལ་ཞུ་གི་ཡོག་རེད།

དངོས་གནས་ཀྱི་རྗེས་མ་བསྒྲུབ་བསམ་པ་གཅིག་མཐུན་གྱི་ཐོག་ནས་ཕྱག་ལས་མཉམ་འདེགས་ཕྱག་རོགས་མཉམ་འདེགས་གནང་གི་ཡོད་པ་ཡིན་ན་ཡག་པོ་རེད་བ་འདི་ངན་པ་ལགས་འདྲེར་གསུང་གི་འདུག་བ། ངན་པ་ལགས་འདྲེར་ཟེར་ཡ་ངས་དེ་འདྲ་ཅན་ལ་ངོས་འཛིན་རྩ་བ་ཉིད་ནས་ཞུ་གི་མེད། དེས་མ་ཚད་པའི་ཀུན་མི་རྒྱལ་ལ་ཇག་པ་ལངས་གསུང་གི་འདུག་བ་དེ་དངོས་གནས་ཀུན་མི་རྒྱལ་ལ་ཇག་པ་ལངས་ཟེར་ཡ་དེ་རྣམ་པ་ཚོ་གི་རྣ་ལོག་ནང་བསྟན་དེ་རེད་བསམ་གི་འདུག་ག། བྱེད་དུ་བརྩམས་པ་ལ་དེ་ནས་ཁ་ཚང་སྔོན་ལ་ངས་སྐད་ཆ་ཅིག་བཤད་ཡོད་དེ་ནང་ལ་ཞུས་ཡོད། ང་ཚོས་ཀྱིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་རིན་པོ་ཆེ་གཞི་ལ་བཞག་པའི་ཐོག་ནས། དེ་ནས་ཁྲིམས་བཟོ་ལྷན་ཁང་གིས་ཐག་གཅོད་གང་གནང་བ་དེ་ཚད་མཐོན་པོས་ཀྱིས་མང་མོས་ཀྱིས་གཏན་ལ་ཕེབས་ཡོད་ཀྱི་མང་མོས་ཀྱིས། གསང་བའི་འོད་དུ་ཐོགས་ནས་གཏན་ལ་ཕེབས་པའི་གིས་དེ་ནས་ཐག་གྱོད་དེ་ལ་གནས་མ་བཏབ་པ་ཡིན་པ་ཡིན་ན། ང་ཚོའི་སྒྲིག་འཛུགས་དེ། དེ་ནས་དམངས་གཙོ་གི་སྒྲིག་འཛུགས་ཟེར་ཡ་དེ་ཡོད་མ་རེད་ལབ་ན་ཕྱི་ས་ནང་ས་བྱེད་དགོས་ཡ་ས་འདྲ་བྱེད་དགོས་ཡ་ཆགས་བསྡད་ཀྱི་རེད་གང་ཟག་གི་དབང་སྒྱུར་རེད་མ་གཏོགས་དམངས་གཙོ་གི་དབང་སྒྱུར་མ་རེད།
ཨོ་ད། ང་འདྲོག་བྱེད་ཀྱི་ལྟ་བ་ཡིན་ན། ད་ད་རེས་ཁོང་ཚོས། ལས་བྱེད་ཟུར་པ་དེ་ཚོའི་ནང་ནས་སྐད་ཆ་གཅིག་ལེགས་འདུག་ཨ། ད་ད་རེས་ཁྲིམས་གཞི་གསར་པ་དེ་བསྐོ་བཞག་བྱེད་མུ་ཐུག་བཟོ་དགོས་རེད། གངས་ཅན་སྐྱིད་གཤོངས་ལ་གོང་འཕེལ་བྱེད་དགོས་བྱུང་ནས་བྱེད་དགོས་རེད། རྒྱ་བོད་རིན་པོ་ཆེ་བློ་ཕམ་བྱུང་ནས་ཕམ་བཅུག་གི་རེད། ད་དེ་འདྲས་མང་པོ་ཞིག་བྱེད་ཡས་འདི་གཙོ་བོ་འདི་རང་རེད། འགུལ་ཤོག་སྲིད་སྤྱི་འགུལ་ཤོག་ལོག་ཡས་ཙམ་ཞིག་རེད་མ་གཏོགས་གསར་པ་དེ་ཚོས་མ་འཇོན་པ་རྩ་གསར་པས་གཞུང་སྐྱོང་མུ་ཐུབ་པ་དེ་འདྲས་གང་ཡང་མ་རེད་གང་ཡིན་ཟེར་ན་བློ་བཟང་སེང་གེ་ལྟ་བུ་ཞིག་ལོ་བཅུའི་རིང་ལ། ཁོ་རང་གིས་སྐྱོང་པ་རེད་སྐྱོང་བའི་ནང་ནས་ཀྱི་མི་མང་ཚང་མ་མངོན་གསལ་དོད་པོས་ཀྱི་དགའ་བོ་ཡིད་རང་བྱུང་ཡོད་རེད་གར་མཁྱེན་ལབ་ན་བཙན་བྱོལ་སྤྱི་ཚོགས་ནང་ལ་ཁྱོན་ཡོངས་ཡར་རྒྱས་རྒྱལ་ཁབ་ཅིག་ཟེར་བ་མི་རིགས་ཅིག་ལ་དགོས་པ་དེ་གི་ཁྱོན་ཡོངས་ཡར་རྒྱས་ཕྱིན་པ་རེད་ཤེས་ཡོན་ཡིན། བཟོད་པ་ཁ་ཤས་བཅས་མགོ་འཇོག་ནི་དེ་འདྲའི་བྱས་ནི་མ་སྤྲོ་འདུག་བ། ད་ང་ཚོ་སྤྱིའི་བསྟོད་པ་ཡིན་ན་རུ་བ་དེ་ཚོའི་ལས་ཁ་བྱས་དང། ང་ཚོ་སྤྱི་མཚོའི་བཙན་བྱོལ་ནང་ལུགས་ལ་བྱེད་འདོད་རེད་མི་འདུག་ཁོ་རྣམ་པ་ཚོས་ག་རེ་ལབ་དགོས་ན་བཙན་བྱོལ་གཞུང་སྦུག་ལུགས་ངན་གང་འདུག་ལབ་གི་འདུག་བཙན་བྱོལ་གཞུང་སྦུག་ལུགས་ངན་གང་རྩ་བ་ཉིད་ནས་ཡེ་མ་རེད་ད་ལྟ་བཙན་བྱོལ་གཞུང་དམག་ཚོ་ཀ་བ་གསུམ་ནང་ལུགས་ལ་ད་ལྟ་བཀའ་ཤག་ཁོ་རང་ཧྲ་ཐ་ཐ་ཡེ་རེད་སྤྱི་འཐུས་གྲོས་ཚོགས་ར་བ་ཁོ་རང་ཧྲ་ཐ་ཐ་ཡེ་རེད་འཕྲིན་ཞབས་པ་ཁོ་རང་མཁས་བཙུན་ལྷན་ཁང་ཁོ་རང་ཡོད་རེ་ཡིན་ན་དེ་ནི་ཁྲིན་མགོ་ཁྲིན་བན་གསུམ་དེ་དག་གཙོ་བོ་དར་ན་དར་ན་མྱང་དུ་མ་ཕེབས་རེ་ཡིན་ན་ད་ཁོ་རང་ཚོ་ཡི་ཚུལ་ཁྲིམས་ཕ་མ་བཙུགས་ནས་སྤྱོད་ཚུལ་ཕ་མ་འདི་ཚུགས་ནས་ཡ་གོས་ཡ་དེ་ཡ་གོས་ཞུས་ན་ཁོ་ད་ག་རང་དེ་གོ་རུ་བ། ཡིན་ན་སྦུག་ལྷུག་ཅི་ཡང་དེ་ག་རེ་བྱེད་དགོས་རེ་ད་ལྟ་ཟོས་པ་དང་ཟོས་ཡི་བྱེད་གོས་འདུག་ཁོ་རྣམ་པ་ཚོ་སྐད་ཆ་འདི་འདྲ་མང་འདུག་ས་ནི་ག་རེ་བཤད་གོས་འདུག་ད་ལྟ་སྤྱོད་ཚུལ་དུ་ཚུགས་བཅུག་ཡ་ཡས་མ་རེད་ལབ་གོས་འདུག་སྤྱོད་ཚུལ་ཕ་མ་ཚུགས་བཅུག་ཡ་མ་རེད། དེ་ཚུགས་མི་བཅུག་ཡ་ལང་ལྷུང་མ་འགྲོ་ཡི་བྱེད་གོས་རེད་ལབ་གོས་འདུག་དེ་ལང་ལྷུང་མ་འགྲོ་པ་ཡིན་ན།

མི་མང་ལ་ཐུབ་ཚོད་རེད་བཤད་རོགས། ཨ་ནེ། དབུས་གཙང་ཆོལ་ཁའི་ཕྱོགས་ནས་ཨ་ནེ་མངའ་རིས་མི་མང་རྩེད་མོ་རྩེ་གཅིག་འདུག་ཨ། རྩེད་མོ་ག་ཚོད་རྩེ་མེད་ད་ཚང་མས་ཧ་གོ་གི་རེད་ཧ་གོ་མང་པོ་ཅིག་ཧ་གོ་ན་མ་གོ་མདོག་མདོག་དེ་གི་འདུག་ཨ། དཔེར་ན་ཆ་ཤས་ན་ལ་དྭགས་ལ་གྲྭ་བ་རོན་པོ་ཆེ་སྐུ་པར་དང་གཞུང་བསྟེན་སྐུ་པར་བྱང་ཐང་འབྲོག་པ་མི་ཚང་རེ་ལ་རེ་རེ་བཀྲམ་ཡོད་རེད། མི་ཚང་རེ་ལ་རེ་རེ་བཀྲམ་ཡོད་རེད། དེ་བཀྲམ་མཁན་སུ་རེད། ང་ཚོ་མངའ་རིས་པ་མི་རེད། དེ་དཔར་སྐྲུན་བྱེད་མཁན་དང་མ་བཏང་མཁན་སུ་རེད།

རིན་པོ་ཆེ་གེ་ད་ག་རྫོང་གི་བཀའ་ལན་དེ་ངས་བཀའ་མོལ་དེ་ཚོ་ནང་འགལ་ཆགས་ཀྱི་འདུག་ཟེར་ཞུས་ཡོད་རེད། དེ་རྗེས་དེ་རིང་ནང་འགལ་ག་འདྲ་བྱས་ནས་ཆགས་ཀྱི་ཡོད་པ་དེ་ཁ་གསལ་རུ་གཏོང་བའི་ཐང་ཨ་ནི་བུ་མོ་སྤྱི་འཐུས་ལྷན་ཚོགས་ཀྱི་ག་རྫོང་ཁྲིམས་བྱོལ་པ་གསུམ་འཕོ་འགྱུར་གཏོང་བའི་གནད་དོན་དེ་ད་རིན་པོ་ཆེ་གི་བཀའ་སློབ་སྔ་རྗེས་གང་བསྒྲིགས་པ་ཡིན་ན་རིན་པོ་ཆེ་ཁོ་རང་གི་བཀའ་སློབ་རང་གི་ཐོག་ནས་དང་བཅའ་ཁྲིམས་ཀྱི་དགོངས་དོན་རང་གི་ཐོག་ནས་བསམ་བློ་གཏོང་ཡས་ན་ལེགས།

ལས་བྱེད་ཟུར་པ་དག་ཚང་མ་ཚན་སུམ་སྟོང་ལྷག་ཟིན་ཡོད་རོ། ད་དགའ་ལྡན་པོ་དག་གན་དེ་ནག་པོ་བཟོས་ཡོད་ཀྱི་ཉེན་ཁ་འདུག་ཅེས་ཞུ་བ་ར་ཅན་ཡིན་ན་ད་རི་ཁ་སང་ཉེ་བརྒྱ་ལས་བྱེད་ཟུར་པ་མང་པོ་ཅིག་གིས་རོ། ལས་བྱེད་ཟུར་པ་མང་པོ་ཅིག་གིས་ཨ་ནི། ས་ཡི་རྒྱབ་ནས་རོ། ས་ཡི་རྒྱབ་ནས་ད་ད་ལྟ་དེ་ཡིས་ང་ཚོ་སྲིད་སྐྱོང་གིས་བཤད་མ་བཤད་རོ་བྱེད་ལ་ཡ་དེ་ཀྱི་སྐོར་ལ། ལས་བྱེད་ཟུར་པ་མང་པོ་ཅིག་གིས་ས་ཡིག་བརྒྱབ་ནས་ཁ་སང་ཁྱོད་ཚོ་ངོས་ལེན་བྱས་མ་སོང་བ། དེ་ཚོ་ངོས་ལེན་བྱས་མ་སོང་བ། ངོས་ལེན་མ་བྱས་ཏེ། ངོས་ལེན་མ་བྱས་ཏེ། རོ། ད་འདི་ནང་ནས་ལས་བྱེད་དེ་ཚོ་སུ་སུ་གི་དང་པོ་དེ་ལ་འདི་ནང་ལོགས་ལ་མི་མང་པོ་ཅིག་གི་མིང་སྤྲད་ནས་ངའི་ཕོན་ནམ་པར་རྫུན་མ་རེད་ཤག་ལའི་འདྲ་བོ་དང་ཨ་ནི། འདི་ངའི་མིང་འདི་སུས་སྤྲད་རེད་ལས་དགྲ་བོ་དང་དེ་འདྲས་ཀྱི་རྙོག་དྲ་མང་པོ་ཅིག་བསླེས་ད། རྙོག་དྲ་མང་པོ་ཅིག་བསླེས་སོ་འདི་ལ་དུས་ཙམ་པ་ལ་འདི་མི་སུམ་བརྒྱ་ལྷག་ཅིག་གི་ས་ཡིག་བརྒྱ་ནས་བཏང་འགྱོ་འདི་ཏག་ཏག་ཅིག་ག་ཚོད་པ་ཏོ་ཏག་ཏག་བསྡད་ཡོད་དམ་མ་ཡོད་ངོ་འདི་བསམ་བློ་བཏང་ཡ་རེད་ཤ་ཅིག།
སྟོང་བཤིག་ངེས་ཀྱི་ཡིན་ན་སྟོང་དགུའི་དུས་ལ་བབ་སྟེ། དེ་གི་རེ་བ་དང་འབོད་སྐུལ་བསྟན་ཅིང་འདི་ལྟར། ཁྲི་ཚོ་ལས་བཟང་ཁྲི་འཛོག་གི་རུ་ཁྲི་མདའ་སྐྱེལ་སར་ཁྲི་མཐའ་ཆོད་གི་རུ་བོད་མི་མང་ཤིན་ཏུ་གྲོས་ཚོགས་ནང་ལ་རྒྱུན་ལས་རྣམ་པའི་གི་ཚོགས་དྲུང་མཐའ་སྐྱེལ་བརྒྱབ་པ་དེར། ང་ཚོའི་མི་མང་གི་སྐུ་ཚེ་ལ་མི་མང་གི་གུས་བརྩི་ཡོད་པའི་ཐོག་ལ་དེ་ཉིན་དགོས་གི་ཡོད་དེ། ཁོ་རང་ཚོ་མཐའ་ཆོད་པ་པོ་མཐའ་སྐྱེལ་བརྒྱབ་པ་རེད། དེའི་ཐོག་ལ་གླེང་མོལ་དུ་མ་གནང་རོགས་ཅེས་འབོད་སྐུལ་ཞུ་བ་ལྟར་ཨ་ནེ་ཡོང་ཉིན་གྱི་གོ་རྒྱུ་མེད་ལས་རྒྱལ་ཁའི་རྟ་དེ་ནོ་རེ་རྒྱལ་ཁའི་ནང་རྒྱག་རྒྱུ་འདིར་ཕྱི་སོ་སོ་ཀྱི་ཟོག་དེ་གཉིས་འགའ་ཅི་འདུག་དམིགས་བསལ་གྱི་དེ་ཚོའི་ཁ་བཙུམ་ན་དགའ་ས་རེད་བསམ་པའི་ཚོར་སྣང་གིས་ཡོང་གི་འདུག། ད་ག་ཟེ། གནད་དོན་ཁ་ཤས་ཀྱི་ལ་ཡང་བློ་ཕམ་སྒྲོག་བྱེད་བྱུང་སོང། གནད་དོན་ག་རེ་རེད་ཟེར་གྱི་ནས་ཤོད་པ་ཡིན་ན་ག་ཚོད་གཞུང་ཞབས་ཟུར་པ་ཡིན་ཟེར་གྱི་གསུང་ནས་ངས་ཁ་ཞེ་བྱེད་ཀི། སྒྲ་སྒམ་འདྲེ་འདྲེ་ཉན་རྒྱུ་བྱུང་གསུང་རོགས། དགུང་ལོ་དགུ་བཅུ་གཡས་གཡོན་ཕེབས་དེ་ཡོད་གསུང་ནས་ངས་དེ་འདྲའི་གི་སྒྲ་སྒང་ཉན་ཡག་གི་གོ་སྐབས་བྱུང་སོང་སྐལ་བ་བཟང་པོ་ཡིན་གྱི་རེད། ཡིན་ནའི་ཁོ་རང་གི་གསུང་ཡག་གི་ནམ་དོན་ཁ་ཤས་ཅིག་ལ་ཡང་བློ་ཕམ་ཡོང་འདུག་གལ་གི་གནས་སྟངས་དེ་འདྲས་བྱུང་སོང། གར་སྤྱིན་ཞུ་བ་ཡིན་ན་ད་ད་ལྟ་ཕྱི་དོན་ཁྲིད་གཞི་ཁང་གི་ཁྲི་བའི་རྣམ་པ་གསུམ་དང་འབྲེལ་བའི་ཐོག་ནས་ཨ་ནི་མ་འགྲིག་པ་མ་བསྡད་པར་བདུན་ཚང་མ་ཨ་ནི་རྒྱ་གོར་མོ་ཆེ་ལ་ཡང་སྣེ་སེན་ཞུ་དགོས་རེད། དེ་འདྲའི་གཞི་བཟུང་གནང་ཤག་དེ་པད་མ་བསིལ་བའི་བློ་ཕམ་བྱུང་སོང། ད་ད་ལྟ་དུས་ཚོད་འདི་འདྲའི་ཅི་ལ་ཡ། རྒྱ་བོ་རིན་པོ་ཆེ་ལ་ཡ། གནས་སྟངས་དེ་རིགས་འདི་སྣེ་སྲིང་ཞུ་ཡས་ཀྱི་དུས་ཚོད་ཅིག་རེད་པས། རེ་བ། རྒྱ་བོ་རིན་པོ་ཆེ་དགོང་ལོ་ག་བ་སར་ཕེབས་འདོད་ཡོད་རེད། དེ་ག་ན་ཤིང་གི་རྒྱ་བོ་རིན་པོ་ཆེ་འགའི་འགྲོ་བ་ཡོངས་ལ་ཡ་ཐང་དང་ཐུགས་འཚབ་གནང་བའི་དུས་ཚོད་འདི་འདྲ་ཞིག་ལ་ཡ། རྒྱ་ནག་གི་ཝུའུ་ཧན་ནས་ནད་ངན་འདི་གི་རྐྱེན་གྱིས་ཐུགས་འཚབ་གནང་བའི་དུས་ཚོད་འདི་འདྲ་ཞིག་ལ་ཡ། ཡང་སྐྱོ་ང་རང་ཚོ་བཙན་བྱོལ་སྤྱི་ཚོགས་འབར་གང་འདི་ནང་ལོགས་ལ་ཡ། མ་འགྲིག་པ་མ་བསྡད་པ། དེ་ཚོ་ཚང་མ་རྒྱ་རོང་པོ་ཅན་ལ་སྣེ་ཟིན་ཞུས་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་རེད་པས། གལ་སྲིད་མ་འོངས་པ། རྒྱ་རོང་པོ་ཅན་ལ་ཡང་སྣེ་ཟིན་ཞུ་རྒྱུ་བྱུང་པ་དབང་དུ་བཏང་པ་ཡིན་ན། དེའི་རྒྱུ་ནི་རྒྱ་རོང་པོ་ཅན་སྐུ་ཕྱྭ་ལ་བར་ཆད་ཡོང་པ་ཡིན་ན། དེ་གསུངས་དེ་ངེད་དུ་འཛུགས་ཀྱི་འགན་དེ་ཁྱེད་ཀྱི་རེད་བས། ལས་བྱེད་ཟུར་པ་ཁ་ཤས་ཀྱིས་རུ་རུ། གནང། བྱེད། རྒྱ་རོན་པོ་ཆེ་གི་སྐུ་ཕྱག་དེ་འགན་ཁྱེད་ཐུག་གི་རེད་བས། ངེད་ལ་དགོངས་པ་དེ་བཞེས་དགོས་རེད་བསམ་གྱི་འདུག་རུ་བ།
བོད་ཆོལ་ཁ་གསུམ་ཀའི་ཁོངས་ནས་ཡོང་པའི་མི་མང་ཁོང་རྣམ་པས་དགོངས་ཚུལ་ནི་སྤྱི་ཚོགས་ལྷིང་འཇགས་དང་རྒྱལ་བའི་དགོངས་པ་མ་འཁྲུགས་པ། ཁྲིམས་ཞིབ་པ་གསར་པ་ཡོང་དགོས་པ་དང། སྲིད་སྐྱོང་གསར་པ་གྲོས་ཚོགས་གསར་པ་བཅས་གཞུང་གསར་པའི་ལས་དོན་ལམ་ལྷོང་ཡོང་རྒྱུར་ཐུགས་རེ་གནང་གི་ཡོད་པ་རེད། འོན་ཀྱང་ཐེངས་འདིའི་ལས་རམས་ཁྲོད་དགོངས་ཚུལ་གསུང་མཁན་ཚོའི་མཚན་དང་ཞུ་སྣེ་སོགས་ངོ་སྤྲོད་ཞུས་མེད་པས་དེ་ནི། གྱེན་ལོག་རུ་ཁག་ནས་ག་རེ་ཡང་བྱེད་སྲིད་པས་མི་མང་རྣམས་ཉེན་ཁའི་གནས་ཚུལ་ནང་མི་ལྷུང་བའི་ཆེད་དུ་ཡིན། ལེ་ཚན་ངོ་སྤྲོད་ཞུས་ཚར། འདི་ག་གནམ་འོག་གི་གསར་འགྱུར་ཚན་པའི་དྲ་རྒྱའི་ཁ་བྱང་ནི www. Democracy of Tibet. Net རེད། ཐེངས་རྗེས་མའི་ལེ་ཚན་ན